རྒྱལ་སྤྱིའི་གནས་ཚུལ་བཅོས་སྣོན་མི་འདྲ་བ་ཁག་ཅིག་ཞུས་པའི་ནང་དུ་འཛམ་བུ་གླིང་ནང་གི་གསང་བའི་ལས་ཁུངས་ལྷོ་ཀོ་རེ་གསོ་བའི་ད་ཆེས་མཐོ་ཤོས་ཀྱི་ཨ་རིའི་གི་གསང་བའི་ལས་ཁུངས CIA དང་ཨི་ཟི་རལ་གྱི་གསང་བའི་ལས་ཁུངས Mossud གཉིས་ནས་ད་ལྟའི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་མོ་ཇི་ཏོ་པ་ཁ་མེ་ནོ་ད་ཁོ་རང་གསོན་པོ་གནས་ཡོད་དང་མེད་ཀྱི་ཐོག་ནས་ད་ལྟ་བར་དུ་ད་ཁོ་རང་སོགས་ཀྱི་ཅིག་དྲ་རྒྱའི་གི་ཡར་ཐོན་ཡོད་པ་ཆ་ཚང་བེད་སྤྱོད་བཏང་པ་ཡིན་ནི་ད་དངོས་སུ་གནས་ཚུལ་ཁུངས་ལྡན་རག་ཐུ་མེད་པ་ཡིན་ཙང་ད་ད་ནི་མིག་གི་བརྒྱུད་ནི་ཡང་མ་བེད་སྤྱོད་བཏང་ཆ་ག་ད་ཁོ་རང་གསོན་པོ་གནས་ཡོད་མེད་ཡོད་པ་ཡིན་ན་གོ་བ་དེ་གི་ཡོད་མེད་བརྩད་གཅོད་ཤུགས་ཆེན་པོ་བཏང་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད་ཡིན་ནི་ཨི་རན་གི་ཤེས་རྟོགས་བྱུང་པའི་ཐོག་ནི་མོ་རྗེ་སྟོབས་པ་ཁལ་མེ་ནོ་གིས་ད་ཨ་རིག་གི་དམག་རྒྱལ་མགོ་བཙུགས་ནས་བཞིན་ད་ལྟ་བར་དུ་ཁ་པར་དང་འཕྲུལ་ཆས་དང་དེ་འདྲས་ལ་ཆུ་ནི་ལག་པ་འཆང་མེད་པ་ནི་དེ་འདྲས་ཀྱི་རྒྱུ་ནི་ཡ་མ་ཅིག་ང་ཚོའི་ཁ་ལོ་ད་སྐད་བསྐུར་ཡ་ཡི་གི་བཏང་ཡ་གང་ཡང་བྱས་མེད་པ་ད་མོ་རྗེ་སྟོབས་པ་ཁལ་མེ་ནོ་ལ་ལན་ཅིག་སྤྲད་དགོ་གི་ཡོད་ན་དཔེ་ཤ་བས་ན་ད་ཨ་རིག་ང་ཚོས་ཚིག་གཡོར་བ། ཚིག་གཏུབ་ནས་བཏང་ཡ་སྦྱོར་བ་ཁྱེད་རང་མིང་ལ་ག་རེ་ཡིན་ལེ་བཏང་གྱོད་ན། མི་གཅིག་གི་ལག་པ་ལ་ཁྱེད་རང་བཏང་མི་གཅིག་གི་ལག་པ་ལ་མིང་བཏང། མི་གཅིག་གི་ལག་པ་ལ་ག་རེ་ཡིན་ལེ་བཏང་བྱས་ད་གང་དག་འདུག་ཟེར་ནས་དེ་ཡང་མི་གཉིས་གསུམ་བརྒྱུད་ནས་བཏང་བྱས། གང་དག་མ་གཏོགས་ཡང་གང་ཟག་སྡེབ་གཅིག་ལ་བཏང་བྱས་ན་ཡང་ད་དེ་ཤེས་མདོག་བྱུང་བས་ད་དེ་འདྲས་ཀྱི་དོགས་པའི་ཐོག་ནས། ད་སྐད་ཆ་གཅིག་ཁོ་ལ་ལན་སྐྱེལ་དགོས་ཀྱི་ཡོད་ན་སྐད་ཆ་དུམ་བུ་བྱས་ནས་བཏང་དུམ་བུ་དེ་ཡང་མི་གཞན་པས་བརྒྱུད་ནས་མི་ཡིས་གཉིས་གསུམ་གྱི་པར་རར་ཡར་མར་བཏང་རྗེས་ད་གང་ལྟར་ཁག་པོ་ཞིབ་ཅིག་བཟོས་ཡོད་པ་དེ་འདྲ་གི་གནས་ཚུལ་གཅིག་གིས་ཨ་རིག་གི་ད་ལྟའི་ནས་ད་ཁོ་རང་གནས་སྟངས་ག་རེ་མི་ཤེས་འདུག་མི་པའི་གནས་ཚུལ་ཅེས་རེད་དེ་ཤག་དེ་ནི་ཨ་རིག་གི་ད་ལྟའི་སྲི་ཏྲ་ཆལ་གཅིག་ཡ། ཨི་རན་གྱི་ད་ལྟའི་མི་མེད་གནམ་གྲུ་ཟིང་ངེ་གི་ད་ད་ལྟ་ཁེ་མི་ཡ་ཕར་སེ་བྷན་ཁམ་པ་ནི་ལེགས་འདུག་ད་འདིའི་གི་བཟོ་གྲ་འདི་གི་དཔལ་འབྱོར་གི་ལས་ཀ་ག་འདྲས་བྱེད་གི་ཡོད་མེད་ཁོ་རང་བཟོ་གི་ད་ཅིག་ཕྱི་ལོག་ནས་ད་མི་མི་གནམ་གྲུ་ཟོས་གི་ཡན་ཆད་མང་པོ་ཅིག་ལུང་པ་འདྲ་མི་འདྲ་ནས་ཁོ་ཚོ་ཉོས་གི་ཡོད་འདྲ་ཁྱེད་རང་གི་ད་འདི་ཚོ་གི་འགྲོ་གྲོན་བཏང་སྟངས་དེ་ག་འདྲ་རེད་འདུག་དཔེ་ཆ་སུས་གི་བཏང་གི་འདུག་སུས་ལེན་གི་འདུག་འདིའི་གི་གནས་ཚུལ་སུས་གི་སྤྲད་ཐུབ་བས་ན་འགྲོ་ལ་ས་ཡ་བཅོ་ལྔ་གི་ནས་འདུག་ས་ཡ་གཉན་པ་སྤྲད་གི་ཡིན་ས་ལེ་ནས་ཨ་རིག་གི་སེ་དྲག་བྱས་པའི་གནས་ཚུལ་བཅས་རེད་འདི་ཤག་ག་འདྲ་ག་ཚང་འདུག་ས་རེད་ས། ཕུར་བུ། བདུན་པའི་ཚེས་སུམ་ཅུ་ཡར་ཏི་སེ་གྲགས་བཏང་བཅའ། དེ་འདས། ཀི་པཱས་ལེགས་འདུག་ད་དེའི་གི་དཔལ་འབྱོར་ཡ་མ་འགྲོ་སྟངས་ཀྱི་ཐོག་ལ་ཞིབ་འཇུག་བྱས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ཨ་རིའི་སྲིད་འཛིན་ཀྲུམ་གྱི་སྲིད་གཞུང་ནས་ཨ་རིའི་ནང་ལོགས་ཡ་ཏི་ད་འདས།

ད་གང་ལྟར་གན་རྒྱ་བཞག་དགོས་དགོས་ནི་རེད། སྤྲད་དགོས་ཡ་གི་ད་འདི་འདྲའི་རྒྱའི་གནས་ཚུལ་གཅིག་ད་ལྟ Wall Street Journal གིས་བཀོད་འདུག་དེ་ནི་ད་དེ་སྲིད་འཛིན Trump གིས་འདི་འདྲའི་ཆ་ཤས་ཅིག་ཡོད་བསྡད་པ་འདྲ། ད་གང་ལྟར་ཁྱེད་རང་ཨ་རི་ལ་མུ་མཐུད་ནས་ལས་ཀ་བྱས་ནས་བསྡད་པ་ཡིན་ན་ནི་དེ་ལ་ཁོ་ཚོ་གིས Optional Practical Trainings ལ་ནི་ད་གང་ལྟར་སྦྱོང་བརྡར་ཟེར་རོ་དེ་འདྲའི་ཅིག་གི་ཐོག་ནས་བྱས་བྱས་ཨ་ནི་དེའི་ལ་བེ་ཤ་འགྲོ་ལ་འབུམ་གཅིག་སྤྲད་པས་འདིས་ཀྱི་ལས་ཀ་རག་བས་ན་དེ་ལས་ཀ་རག་འགྲོ་རེད་ཨ་རིའི་གཞུང་ལ་འགྲོ་ལ་འབུམ་གཅིག་རག་འགྲོ་ར་ད་དེ་འདྲས་ཀྱི་ཡང་ལི་ཤི་ཅེས་དཔལ་གྱི་ཆ་ཞིག་ཡོད་དེ་དཔལ་ནི་ཚོའི་དཔྱལ་རེད་དེ་བཤད་ད་དེ་འདྲས་བྱས་ཡོང་དུས་རྒྱ་གར་གྱི་སློབ་ཕྲུག་མང་པོ་བཞི་བཅུ་གཅིག་རྒྱ་གར་ཕ་གིས་ཨ་རི་ཡར་སློབ་སྦྱོང་བྱས་དེ་གི་བ་ད་དེ་ཚོ་ཡང་ནི་ཨ་རི་ལ་ལས་ཀ་བཙལ་འདས་དགོས་ན་འགྲོ་ལ་འབུམ་གཅིག་སྤྲད་དགོས་ན་དཀའ་ལས་ཁག་པོ་ཆགས་ཀྱི་ཡོད་པ་ད་དེ་འདྲས་ཀྱི་ཡང་སེམས་ཁྲལ་བྱེད་ཀྱི་ཡོད་དཔལ་ནི་ཚོའི་དཔྱལ་རེད་དེ་བཤད། དེ་ནས་ད་ཁ་སང་ད་ལྟའི་སྤ་ན་གི་ལུང་པ་ཡ་ད་སྐྱབས་བཅོལ་བ་གློ་བུར་དུ་མི་ཁྲི་ཚོ་མང་པོ་འཛུལ་བྱས་དཀའ་ངལ་འཕྲད་དེ་པའི་གནས་ཚུལ་ཅིག་བྱུང་བ་རེད། ད་དེ་གཙོ་བོ་ཡོང་ཡ་དེ་སྤ་ན་གི་ཉེ་ཆར་ཁྲིམས་ཁང་གི་ཁྲིམས་གཏུག་བྱས་པའི་ནང་ལོགས་ནས། ད་ལྟ་ད་མི་ཁ་ཤས་བད་ཁོ་རང་ཡུ་རོབ་ལ་ཉི་མ་མང་པོ་གྲུ་གཟིངས་བཏང་ནས་ཡོང་བྱས་ད་དེ་འདྲ་བྱེད་ཀྱི་ཡོད་རེད་བ། ད་ཁོ་ཚོ་ཕ་གི་ཀླད་ཚ་བ་ད་ལམ་སང་ས་མཚམས་ནས་ཕར་ལོག་བཞག་ན་འགྲིག་གི་མི་འདུག། ཨ་ནི་ཁོ་ཚོས་ལ་ཅིག་རྟ་ཁ་ལོ་གནས་སྐབས་རིང་བཞག་བྱས་ཨ་ནི་ག་ལེ་ག་ལེ་ཕག་གློག་གཡས་ཀྱི་རྟ་རྒྱུད་ལམ་རྩེ་བཀོག་འདུག་དེ་འདྲའི་ལས་དུས་གཅིག་ཕྱྭ་གཡང་གི་རྣམ་པ་བཟོ་འགྲོ་སྐད་ཆ་བྱུང་ཡིན་འདྲ། དེ་བྱུང་བ་དག་ཨ་ནི་མོ་རོ་ཁོ་ནང་ལོག་ཡས་ད་ད་ནི་མོ་རོ་ཁོ་དང་ཡང་སི་པན་གཉིས་དེ། ས་འདྲེས་ལོག་རོ་ད་ཆུ་གི་ཆུ་མཚམས་ཏེས་ཞིག་མ་དུ་མས་བསྡད་པ། ཡང་མོ་རོ་ཁོ་གི་ས་ཆ་གཅིག་གི་ནང་ལོག་ཡས་ད་ད་སི་པན་གྱི་ས་ཆ་གཅིག་ངོ་མ། སི་ཏྲི་ཡ་ལ་ནི་ཆུ་ཏྲི་ཡ་ལས་ཡོད་ནི་ད་གང་ལྟར་དེ་འདྲ་ཞིག་འདུག་དེའི་ས་ཆ་དེ་སྔོན་མ Spain གིས་མོ་རོ་ཁོ་དབང་བསྒྱུར་བྱས་ཤིང་དེའི་རྗེས་ལ་མོ་རོ་ཁོ་རང་བཙན་སྤྲད་བཞག་པའི་རྗེས་ལ་མོ་རོ་ཁོ་དེ Africa ལ་ཆགས་དེ་ཟུར་དེར་ཡང་ས་ཆ་ཕྱིན་རྗེས Spain གིས་སིམ་དེ་དུ་བ། ད་དེའི་ནང་ལོགས་འཛུལ་བདེ་བོ་ཞིག་བྱས་ཡོད་པ་འདྲ་བྱས་ཙང་གིས་མོ་རོ་ཁོ་ནི་ཡང་མི་འཛུལ་བྱས་ད་ད་ལྟ་ཁྱོན་བསྡོམས་ནས་བཤད་ན་མི་ཁྲི་དྲུག་ཉི་མ་གཉིས་གསུམ་ནང་འཛུལ་ཡོད་པའི་གནས་ཚུལ་བཅས་རེད་འདུག་ཤག་ད་དེའི་སྐབས་སུ་ཁ་ཤས་ས་ཐོག་ནས་ཡོང་ཁ་ཤས་བལ་ཁོ་རང་རྒྱ་མཚོ་བརྒལ་ནས་ཡོང་བྱ་ཆུ་སྐྱེས་ནས་ཡོང་བྱ། དེ་འདྲའི་བྱས་ནས་ཡང་མི་དྲུག་བརྒྱ། མི་དྲུག་ཅུ་ཀྱི་དྲུག་ཅུ་རེ་བདུན་ཀྱི་ཚེ་སྲོག་ཡང་ཤོར་ཡོད་པའི་གནས་ཚུལ་བཅས་རེད་འདུག་བཤད། ད་ད་འདི་སི་པེན་གྱི་བཤད་བྱ་ཕྱེ་ན་ནི་མི་མང་པོ་གཅིག་ནི་ཕ་ལོ་ཚ་བ་རེད་ཟེར་བ། ཁ་ཚང་དུ་སི་པེན་གྱི་སྲིད་བློན་དང་ནི་སི་པེན་གྱི་ནང་སྲིད་བློན་བཅས་ཉིན་བདུན་པའི་ཚེས་གསུམ་སོ་གཅིག་ལ་ཕ་གི་བྲོ་བྱས་དངོས་གནས་ཀྱི་ས་ཐོག་ཡ་ཞིབ་འཇུག་བྱས་ཡོད་པའི་གནས་ཚུལ་བཅས་རེད་འདུག་བཤད། ཁྱེད་རང་གིས་ད་ཁོ་ན་སོགས་ཀྱི་ད་ལྟའི་ཆར་མི་ཁྲི་དྲུག་བཙུད་ཡོད་པ་ད་དེའི་ནང་ལོགས་ནས་མང་པོ་གཅིག་ཕར་ལོག་ཚར་བ་རེད། ད་ཁྱོད་སྐྱེས་ནས་ཡོང་བྱས་ནས་ཉིན་གྱི་ལམ་ཁ་ནས་ག་གེ་ཆུ་ནང་ད་བསྟིམས་པ་དེ་མི་དྲུག་ཅུ་རེབ་བདུན་སྟེ་རོང་ཕྱིང་བ་ད་གང་ད་དེ་འདྲ་གའི་གནས་ཚུལ་བཅས་རེད་ད་བཤད་ད་དེའི་གནས་ཚུལ་བྱུང་བ་ད་ཨི་ཏྲ་ལི་གི་ད་འདི་ཡིན་ན་ད་ཡུ་རོབ་ཚང་མ་ལ་ཤེང་གེན་བི་ཛ་ལ་ནས་ཡུ་རོབ་བི་ཛ་རག་སོང་ན་ག་བ་ག་ས་འགྲོ་ཆོག་གི་རེད་བ་ད་ད་ད་སྤེན་གྱི་དེ་གལ་སྲིད་དེ་འདྲའི་གི་གནས་སྟངས་ཆགས་པས་ན་སྤེན་ནི་ཚོ་མི་ཡོང་རྒྱུག་མེད་ན་ནི་དེ་འདྲའི་གི་གནས་ཚུལ་བཤད་པའི་ལོག་རེད་ད་ག་འདྲ་སེ་ར་སྤེལ་པའི་གནས་ཚུལ་བཅས་རེད་ད་ཤག་དེ་ནི་ཨ་རི་སྲིད་འཛིན་ཀྲུམ་གི་བཀའ་ཤག་ཚོགས་འདུ་ཚོགས་བྱས་ད་ག་འདྲ་ཁ་ཚང་ཟ་ཕུ་ཕུ་ཡིན་མེད་དོ་གནས་ཚུལ་གོ་བས་བྱས་བྱས་ན་ནི་སྤེན་ནང་ལོ་ཡ་དག་ཀྲམ་གི་དེབ་མིང་ལྔ་སྟོང་ཞེས་བྱ་མིང་དམར་ལྔ་ཁྲི། མིང་ལྔ་ཁྲི་སུ་དུ་དེབ་ཅིག་ལ་བཟོས་ཡས་ཀྱི་དེ་འདྲས་བྱུང་བ་རེད་ད་དེ་ཡས་མིག་གིས་བཙན་བཟུང་བྱས་ཡས་ཀྱི་གནས་ཚུལ་མགོ་བཙུགས་པ་རེད་ད་ཨ་རི་ལས་ནས་དེ་འདྲས་འདྲ་བོ་ཡོང་སྲིད་ཀྱི་རེད་དེ་ལས་སྡུག་ག་ཡོང་སྲིད་ཀྱི་རེད་གང་ལྟར་ཨ་རི་གྱི་ད་འདའི་བར་བརྒལ་འོས་བསྡུད་ད་འོས་བསྡུ་ལེགས་ཡོད་པ་འདྲ་ད་དེ་ང་ཚོའི་སྤྱི་མཐུན་ཚོགས་པ་ཡ་ཤུགས་ཆེན་པོ་ཐོབ་མ་ཐུབ་པ་ཆད་དམངས་གཙོ་ཚོགས་པ་ཐོབ་ཡིན་ན་ཨ་རིའི་ནང་ལོ་ཡ་ད་ལྟའི་སྤེ་ཡན་ལ་མི་རྫུས་པ་ན་ཤི་རྫུས་བྱས་ནས་ཨ་རིའི་བེད་ཁོ་རང་བཙན་སྲོང་བྱས་ཀྱི་ཉེན་ཁ་ཡོད་རེད། ངས་ད་དེའི་བརྙན་ཐུང་དེ་ཚོ་མཐོང་ཡོད་འདུག་བེད་ཁོ་རང་མི་མང་ཞོགས་བྱས་བཙན་བཟུང་བྱས་བྱས་ཀྱི་ད་རྒྱལ་ཁབ་བཙན་བཟུང་བྱས་འབྱོར་བ་དེ་འདྲས་ཀྱི་རྣམ་པ་འགྲོ་མཐོང་བྱས་བེད་མི་སྲིད་ཀྱི་ད་ཉེན་ཁ་ཚ་བོ་དང་རྔམ་སྐྲག་ཚ་བོ་རེད་དེ་ཤ་སྟེ་ཤི་རང་ཚ་བོ་འདུག་བྱས་ཙང་གི་ད་ད་ལྟའི་བར་སྐྱེས་བུ་དུས་དེ་ནི་སྤྱི་འཐུས་ཚོགས་པ་ཐོབ་དགོས་དེ་གལ་ཆེན་པོ་རེད་ཤ་ལབ་བྱས་ཡང་དེ་འདྲས་ཀྱི་ཚོགས་འདུ་ཚོགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ད་ཐེངས་འདིའི་རྩོམ་གླེང་གི་རི་ལ་རྩྭ་ཡལ་ལོག་རེ་གངས་འཛེགས་པའི་ཉིན་མོ་ལོག་རེ་དུས་ཚོད་གཅིག་ལ་ཁད་བཅས་ཁ་ཚང་དུ་སོ་པ་ཀི་སི་ཐན་གི་ནང་ཡོད་བསྡད་པའི་ཀ་ར་ཀོ་རམ་གྱི་རི་གངས་རྩྭ་ངད་མང་པོ་ཅིག་དེ་རུང་ཕྱིན་གྱི་གནས་ཚུལ་བྱུང་བ་རེད་ད་དེའི་གཙོ་བོ་ཡི་གེ་གངས་ཉི་མ་གངས་ཉིག་ཅེས Avalanche ལེགས་འདུག་བ་གངས་ཉིག་ཅེས་ནི་དེའི་འོག་ལ་རི་འཛེགས་པ་མི་བཅུ་ནི་ད་དེ་རུང་ཕྱིན་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདྲ་དེའི་ནང་ལོག་ཡ་ད་འདི་བོད་ཡུལ་གྱི་གངས་བརྩེགས་པ Nirmal Purja ད་ཁོ་རང་དེ་རོང་སུ་ཕྱིན་ཡོད་པའི་གནས་ཚུལ་བཅས་རེད་དེ Nirmal Purja རོ་ན་ཉིས་སྟོང་བཅུར་དགུ་ལོ་ད་འཛམ་བུ་གླིང་གི་ད་རི་མཐོ་ཤོས་བཅུ་བཞི་ཆ་ཚང་དེབ་གཅིག་ལ་རྫ་བྱས་ལ་བ་རེད་དུས་ཚོད་གཅིག་ནང་ལོག་ད་ཟླ་བ་གཅིག་ཟླ་བ་དྲུག་ནང་ལོག་ལ་རྫ་བྱས་ཁོ་རང་གི་ད་རི་གངས་རྫ་ཡ་དེ་རྩ་བྱས་ནས་ཁོ་རང Netflix གི་བརྙན་ཐུང་ནང་ཐོན་ཡོད་པ་དང་ཨ་ནེ་ཡང་འཛམ་གླིང་ནང་བྱས་རྗེས་ཆེན་པོ་བཞག་ཡོད་པའི་གནས་ཚུལ་བཅས་རེད་འདུག་ཤག་ད་ཁ་ཚང་ཁོ་ཚོ་ཕ་གི་གང་རྩ་ག་འགྲོ་དོན་མང་ཆེ་བ་དེ་ཤར་པ་གི་མི་མང་པོ་ཆེ་འདུག་ཨ་ནེ་ད་འདི་གང་འཛེགས་པ Nirmala Purja ད་སྐད་གྲགས་ཆེན་པོ་རེད་འཛམ་གླིང་ནང་ལས་ཁོ་རང་ཡང་དེ་རོང་སི་ཕྱིན་ཡོད་པ་ཨ་ནེ་དེ་མཉམ་དུ་ཨ་རི་གི་མི་གཅིག Pakistan གི་མི་གཅིག་ད་ངས་གནས་ཚུལ་གཞན་གཅིག་ནང་མཐོང་ཡ་བྱས་ན་རྒྱ་མི་བཅས་འདུག་ཁྱེད་ཚང་གི་ལྟ་དེ་འདྲའི་ཐོག་ནས་གང་ཟག་མི་བཅུ་གྲངས་ཅིག་དེ་རུང་ཕྱིན་ཡོད་པ་དེ་གཞན་རོགས་པ་ཚང་མ་ཤར་བག་གི་མི་རྒན་གྱི་ཆ་དེ་ཨབ་རེད། ཁྱེད་ཚང་གི་ལྟ་དེ་ཡང་ཡང་བལ་ཡུལ་གྱི་ལྟ་གཞོན་སྐལ་ལོག་རེད་དྲ་རྒྱའི་ནང་ལོག་ལྟས་པ་ཡིན་ན་ཡང་ཚང་མས་གི་ད་འདི་གངས་བརྩེགས་པ་ལ་ལྟ་འདུག་སའི་མཉམ་ཆས་དག་ནི་དེ་ནང་ལོག་ནས་ད་འདི་ནིར་མ་ལ་ཕུར་བྱ་ཁོ་རང་ཡིན་ན་ད་ངོ་མ་ཨ་རིག་མ་རེད་དབྱིན་ཇི་གི་དམག་མིས་ཟུར་པ་བྱས་བྱས་ཨ་ནི་ད་འདི་དམག་མི་ནི་མ་རེད་ད་ཁ་ལོག་རེད་ཁོ་ཚོ་རྒན་གཡོག་ཐོན་བྱས་ནས་ཁོ་རང་དེ་འདྲ་ཁང་བརྩེགས་ཀྱི་ལས་ཀ་ལས་ཀ་རེད་ད་དེ་འདྲ་བྱས་བྱས་ད་བཟོ་གྲྭ་དང་ཚོང Company དང་དེ་འདྲའི་སྒོ་སྤེལ་བ་དེ་འདྲས་བྱུང་བ་རེད་ད་གང་ལྟར་ནིར་མལ་པུར་བྱས་ཏེ་རོང་སུ་ཕྱིན་པ། གནས་ཚུལ་འདིས་ཕ་ཡུལ་དྲ་ཐོག་ནས་ཤུགས་ཆེན་པོ་ཆེ་སྤྲོ་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

ནས། ད་རུམ་ལ་རོགས་པ་ཡོད་པ་དང་ནས་ཅེས་དོ་བོ་ངོ་བཞིན་པ་ཡ་མ་ཐུ་ཡ་ད་དེ་འདྲས་བྱས་དེ་དུས། ནས་དེ་ཚོ་ཁབ་སངས་དེ་ཁག་པོ་འདྲ་བོ་ཅིག་ཆགས་འགྲོ་གི་དོ་བ། ཁྱེད་རང་གིས་ཏེས་ཅིག་བཏབ་དེ་བོ་རང་ཡོང་གི་མི་འདུག། ཁྱེད་རང་གི་གསར་འགྱུར་དེ་ཏེས་ཅིག་གང་ཉུལ་ཉུལ་འདྲ་བོ་ཆགས་ཡ་གི་ད། ཉེན་ཁ་ལ་བོར་བས་རེ་བ་ལ་བོར་ད། དེ་འདྲས་ཅིག་ཆགས་འགྲོ་གི་དོ་བ། ད་དེ་དགོངས་ཟུར་རང་ཞུ་ཡ་ཆེ་ད་དེ་ན་མུ་མཐུད་ནས་མ་གསར་འགྱུར་དུར་དུས་ཁ་ཅིག་ཞུས་པ་ཡིན་ན། ནས་ད་ཉེ་ཆར་དུ་ཟེར་ང་ཚོས་གནས་ཚུལ་ཞུས་པ་ཞིག་ཟུང་བྱས་བྱས། བོད་དང་རྒྱ་གར་གྱི་ས་མཚམས། རྒྱ་དཀར་ནག་གཉིས་ཀྱི་ཚོང་འབྲེལ་ཚོང་གནམ་སྒོ་སྤེལ་བའི་གནས་ཚུལ་བཅས་རེད་འདི་ཤག་ད་ཁ་ཚང་དང་པོ་དེ་ཡ་ཕ་གི་རྒྱ་གར་མངའ་སྡེ་སི་ཀིམ་ངོ་ཕྱོགས་ནས་ནི་ད་ལྟའི་བོད་ཀྱི་ས་མཚམས་ནཱ་ཐུ་ལ། ལ་ནི་རྡོ་གསར་ཚོང་འབྲེལ་བྱས་བྱས་ནི་རྒྱ་དཀར་ནག་གཉིས་ཀྱི་སྐུ་མགྲོན། ཕ་གི་བཅའ་བཅའ་ནི་ཕེ་ཚུའི་རྗེས་ལྟ། སྒྲོན་རེ་བཙལ་བསྡད་པ་དེ་འདྲའི་རྒྱའི་བརྙན་ཐུང་དྲ་ཐོག་ལ་མཐོང་ཡ་ཡོད་དེབ་རེད། ཐ་ན་ཤེས་ཡང་ཧི་མ་ཅལ་པར་དེཤ་གི་ཐོག་ཁ་ནས་ཡང་ད་འདའི་ཁྲོམ་ར་གཅིག་ཡོད་འདྲ། ད་འདི་ཡི་ཡང་ཁ་ཚང་དུ་སོ་གོ་འཇལ་བྱས་བྱས་དེ་པ་ར་དེ་ཡང་ཚོང་དེ་མུ་མཐུ་ནི་སྒྲུག་གི་ཡོད་པའི་གནས་ཚུལ་བཅས་རེད་དེཤ་ག་འདའ་ད་འདི་ཕྱི་དུས་ཉིས་སྟོང་ཉི་ཤུ། རྒྱ་དཀར་ནག་གཉིས་བོད་དང་རྒྱ་གར་གྱི་ས་མཚམས་ཡར་གདོང་ཐུག་བརྒྱབ་པའི་རྗེས་ལ། ནི་ད་དུ་ས་བཅར་དུ་ནི་ཚོང་ལམ་དེ་གོ་སྤེལ་བའི་ནི་ཚོད་ཅིག་ཆགས་བསྡད་པ་རེད། ད་ད་ལྟ་ཧི་མ་ཅལ་གྱི་ཤིབ་ཀྱིས་ལ། ད་དེ་ནས་ཕ་ཡང་ཚོང་ཡར་མར་འགྲོ་བསྡིགས་ཡོད་པའི་ནི་ཚོད་བཅས་རེད་དེ་ཤག། དེ་ནི་རྒྱ་ནག་ནང་ལོ་ཡར་ད་ད་འདི་ཁྲག་གི་ཞྭ་འདེབས་སྤྲད་དེ་ཉུང་རུ་ཕྱིན་གྱི་ཡོད་པ། ཐ་དེས་གཙོ་བོ་མི་མང་གི་གཞུང་དང་སྨན་ཁང་ལ་ཡིད་ཆེས་དེ་བརླག་བྱས། ད་ཕ་གི་ལ་ཁྲག་སྤྲད་པ་ནི་ག་རེ་ཆེ་བར་ང་ཚོའི་ཁྲག་ཁོ་ཚོས་བེད་སྤྱོད་ཏག་ཏག་གཏང་གི་མ་རེད་བསམ་ཡས་འབྱོར་བ། ད་ང་ཚོས་ནི་ཁྲག་གཞན་དེ་བརྒྱབ། ཕ་ཆོས་མི་གཞན་པ་ཅིག་དེ་བཙོང་བསྡིགས་ཡོད་ན། ང་ཆོས་མི་སྐྱོར་བ། ད་དེ་འདྲས་ཀྱི་རྣམ་པ་བཟོ་འདྲ་བ་ཅིག་གི་ཐོག་ནས་ད་རྒྱ་ནག་ནང་ལོགས་ཡ་ཁྲག་གཞན་དེ་བཀལ་ངེས་དེ་ག། ཧ་ཅང་གི་ཉུང་རུ་ཕྱིན་ཡོད་པ་དང། ཁྲག་འགོ་ངན་དེ་མང་རུ་ཕྱིན། དེང་སང་ཅིག་ན་རྩ་ཁ་རིག་ན་ཁྲག་གཙང་མ་མེད་པ་ལྟར་ཅིག་ལྟ་དེ་འདྲ་ཡིན་ཁྲག་དང་འབྲེལ་བའི་ཐོ་ནི་མང་པོ་བྱེད་ཡོད་པ་ཡིན་ཙང་ཁྲག་སྒྱེའུ་བརྒྱབ་དགོས་ཡ། ཁྲག་སྤྲད་དགོས་ཡ་དེ་འདྲའི་གི་ལྟ་ཅིག་མི་ཚང་མ་མོ་འདྲ་པགས་པ་ཁ་རིག་ནས་བཏང་ཡ་ཡོད་རུ་བ་ལྟ་དེ་འདྲ་བརྡབ་སྐྱོན་དང་ཁ་རིག་ནས་མང་པོ་བྱུང་གི་ཡོད་ཙང། ཁྲག་གི Demand ལ་བོར་བ་དགོས་མཁོ་དེ་མང་རུ་ཕྱིན། ཞལ་འདེབས་རྒྱག་ངེས་དེ་ཉུང་རུ་ཕྱིན་ཡོད་པའི་གནས་ཚུལ་ཅི་རེད་འདི་ཤ། གང་དག་ལྟ་རྒྱ་ནག་གི་ཞིབ་འཇུག་ནང་བལྟས་ཡོང་ན་མི་གཅིག་སྟོང་ལ་ནི་ཁྲག་སྐྱེ་ངན་མི་ཡི་ཅུས་དྲི་བ་ཅི་མ་རྡོ་ར་གི་མེད་པ། ད་ལྟའི་ཉིས་སྟོང་ཉི་ཤུ་རྩ་དྲུག་གི་ལོ་དཀྱིལ་པ་དེར་ཁོང་ཚོས་ཀྱི་ཞིབ་འཇུག་བྱས་ཡོང་དུས་ཁྲག་ཞལ་འདེབས་ཀྱི་ངན་དེ་ཉུང་རུ་ཕྱིན་ཡོད་པའི་གནས་ཚུལ་བཅས་འདུག་ད་ངི་དེའི་དྲ་ཧ་ཁུག་མར་དེ་གང་ལྟར་བལ་ཡུལ་ལ་ཡིན་ན་ཁྲག་ཞལ་འདེབས་སློང་དེ་ངན་དེ་མང་པོ་ཞིག་བཅོས་རེད་སྤྲད་དེ་ངན་དེ་མང་པོ་ཞིག་འདུག་ད་སྤྲད་ནས་དངོས་གནས་སྤྲད་ནས་གོ་ཆུག་ཡོད་ན་མིན་ན་རེད་མིན་ན་འགྲོ་གི་ཡོད་ན་མིན་ན་མི་ཤེས་དེ་གང་ལྟར་ད་ཁྲག་སྤྲད་ངན་དེ་གོ་བ་ག་ས་ལ་ཅིག་བཙུགས་འདུག་གི་རེད་ག་དུས་ན། དྲི་ངན་དེ་ཡི་མང་ཐག་གཅོད་འདྲ་བོ་ཞིག་རེད་དེ་ཤི་ད་རྒྱ་ནག་ནང་ཡིན་ན། ད་མི་མང་ད་གཞུང་གི་པ་ར་བླ་བོ་རེད་མི་མང་ད་སྨན་ཁང་གི་པ་ར་ལ་ཡིད་ཆེས་འདྲ་བོ་དེ་བརླག་པའི་ཐོག་ནས་ཁྲ་བཞིན་དེ་དྲི་ངན་དེ་ཉུང་ངུར་ཕྱིན་པ་རེད་ཟེར་ནས་ད་ག་འདྲ་གོ་བཅོས་དེ་འདྲ་བྱས་བཞག་བཞག་འདུག་དེ་ནས་ད་རྒྱལ་སྤྱིའི་གི་དཔལ་འབྱོར་དང་འབྲེལ་བའི་ཐོག་ནས་ད་འཛམ་བུ་གླིང་དཔེ་ཆ་ཡར་མར་བཏང་དུས་ད་ལྟ་བར་དུ་ང་ཚོ་གི་ཕྱི་རྒྱལ་ནས་འཚོ་བའི་དཔེ་ཆ་བཏང་གི་ཡོད་ན་རྒྱ་གར་ལ་ད་ཁྱེད་རང་གི bank account དེ་སྤྲད་འདི་གང་ལ shift code ལས་ནི་ད་གང་ལྟར་ཨང་གྲངས་གཅིག་སྤྲད་དགོས་གི་འདུག་བ། ད་རྒྱ་ནག་གི་ད་ལྟ Shift སྐོར་དེ་ད་གཙོ་བོ་ཨ་རི་གི་ཆབ་སྲིད་ཐོག་ནས་ཡིན་པ་འདྲ། དེ་ནི་ད་ད་ལྟའི་རྒྱ་ནག་གི་ཡང Shift སྐོར་མ་གོ་བའི་ཐོག་ནས་ཡང་དཔེ་ཆ་ཕག་སོ་བཏང་ཡ་གཅིག་དང་འབྲེལ་བའི་ཐོག་ནས་མ་ལེ་ཤ་ཡ་གི་ཤིང་ཏོག་ཉོས་ཡ་དང་འབྲེལ་བའི་ཐོག་ནས་འདི་གི་དཔེ་ཆ་དེ་ནས་ཕ་ད་ཁྱེད་རང་ཁྲིམས་མཐུན་རང་དངུལ་ཁང་ནང་ནས་བཏང་ཡོད་པ་དང་དེ་ཡང Shift སྐོར་མེད་པའི་ཐོག་ནས་བཏང་བྱས་གང་ལྟར་རྒྱ་ཁོ་མོ་ཡིན་ན་འབུམ་ཕྲུགས་ཀྱི་རིན་པ་ཚོད་དྲག་ཅན་བཏང་ཡོད་པ་བཏང་ཡ་དེ་ཀ་མ།

ནི་མགྱོགས་པོ་ཞིབ་ཞིབ་ལས་འགྲོ་དགོས་པ་དང་དེ་འབྲེལ་གྱི་ཐོག་ནས་ད་ག་ད་ད་ལྟ་བར་དུ་ང་ཚོ་ཚང་མ་འགྲོ་ལར་གྱི་རྒྱུ་ནི་བཏང་དགོས་ཡ་ཞིབ་བཀོད་དགོས་ཡ་ད་དེ་འབྲེལ་གྱི་གནད་འགག་ཅིག་སྤྱད་དེ་གོ་རུ་ནི་ད་ད་འདས་རྒྱ་ནག་གི་དེའི་བརྒྱུད་ལམ་དེ་གཏོགས་པའི་ནི་ཚོས་བཟོ་གྲབས་བཅས་ཆགས་བསྡད་ཀྱི་འདུག་དེ་ནི་ད་འདས་ཡུ་རོབ་ཀྱི་རྒྱལ་ཁབ Netherlands ད་ཐ་འདི LGBT Community ལེགས་རོགས་ད་གང་ད་བུ་ད་བུ་དགའ་བོ་བྱེད་ངེས་བུ་མོ་ད་བུ་མོ་དགའ་བོ་བྱེད་ངེས་ད་བུ་ལོ་མོ་ལོ་ད་ཅིག་མང་པོ་བྱེད་རོགས་དེའི་ཚོགས་པ་གི་ཁོང་ཚོ་ལོ་རྟག་པ་དེ་གོམ་བགྲོད་དེ་འདྲ་བྱེད་ཀྱི་འདུག་ད་ལོ་དེའི་གོམ་བགྲོད་དེ་བྱས་པའི་སྐབས་སུ་ཨ་རི་སྲིད་འཛིན Donald Trump དང་ར་ཤི་ཡའི་སྲིད་འཛིན Putin གཉིས་པོ་སྐྱེས་བསྡད་པ་དེ་འདྲའི་གྱི་ཅེས་ཁ་ལོར་སྦྲ་གུ་ཟོས་བྱས་ཨ་ནི་ཁོ་གཉིས། ད་འདི་རི་མོ་འདི་དགུ་བརྒྱ་བརྒྱ་ཡ་ཡོད་བྲ་ཨ་འདི་ག་དུས་ཡིན་ན་ཁོ་གཉིས་སྤོས་རེ་སྐྱེས་ཡང་ཕར་འགྲོ་ཡང་སྤོས་རེ་སྐྱེས། གཉིས་ཀ་གི་རྒྱབ་ལོ་ལ་མེ་ཏོག་འཁྱིལ་བསྡད་པ་ད་ག་འདྲ། གཅིག་ཕྱིན་ན་ད་འདི་འཛམ་གླིང་ཞི་བདེའི་ད་ལྟ་དེ་འདྲའི་གི་ཐོག་ནས་ཡང་ག་རེ་མཚོན་དགོས་ན་གཅིག་རེད། གཅིག་ཕྱིན་ན་ཡང་ད་འདི་ཨ་ད་ཁོ་རང་སོ་བུ་ད་བུ་དགའ་བོ་བྱེད་ངེས་བུ་མོ་ད་བུ་མོ་དགའ་བོ་བྱེད་ངེས། ཡང་ཁ་ཤས་བུ་ཁ་ཤས་བུ་ད་བུ་མོ་གཉིས་ཀ་མཉམ་དུ་དགའ་བོ་བྱེད་ངེས་ད་འདི་འདྲའི་གི་ཚོགས་པ་ཡོད་ར་བ།

གནས་སྐབས་རིང་ཨི་རན་ཐོག་ཡར་དྲག་གནོན་ཤུགས་ཆེན་པོ་བྱས་ཀྱི་ལས་གཞི་དེ་མཚམས་འཇོག་བྱས་པ་ཡིན། ལྟ་དེས་གཙོ་བོ་ཨི་རན་གྱི་རེ་སྐུལ་ཞུས་པ་དང་ཨ་ནི་ད་ལྟའི་ཅེ་ཤ་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ཅིག་གིས་གནས་སྐབས་རིགས་འདི་མཚམས་འཇོག་བྱེད་ཐུབ་པ་ཡིན་ན་གྲོས་མོལ་ཡོང་ཡ་གི་བརྒྱུད་ལམ་ཅིག་རེ་བ་ཡོད་ཟེར་ནས་བཤད་པ་ཡིན་ཙང་ང་ཚོས་མཚམས་བཞག་པ་ཡིན། གྲོས་མོལ་དེའི་ནང་ལོ་ཡས་ད་ལྟའི Strait of Hormuz སྒོ་སྤེ་དགོ་བ་དང་ཨི་རན་གྱི་རྡུལ་ཕྲན་མཚོན་ཆ། མཚམས་འཇོག་བྱེད་དགོས་འདི་གཉིས་གཙོ་བོ་ཞག་རེས་ནས་དེ་འདྲ་བཤད་པའི་ནི་ཚོའི་དཔྱད་རེད་དེ་ཤག་ད་དེ་རིང་དུ་སྲིད་འཛིན་ཀྲུམ་གྱི་ཕྱི་བཅོས་གཅིག་དང་འབྲེལ་བའི་ཐོག་ནས་ཨ་རིའི་གི Air Force One གང་དག་སྲིད་འཛིན་འགྲོ་ས་གི་གནམ་གྲུ་དང་པོ་དེ་ཡི་ནང་ལོག་ཡ་མ་ཚུལ་གོང་གི་གསར་འགོད་པའི་ལན་འདེབས་ནང་ལོག་ཡ་ནས་ང་ཚུལ་ད་ལྟའི་ཨི་རན་གི་ཐོག་ལ་དམག་རྒྱལ་དེ་གནས་སྐབས་མཚམས་འཇོག་བྱས་ཡོད་ཟེར་བ་གང་དག་གྲོས་མོལ་གཅིག་ཡོང་གི་ཡོད་ས་དེ་ཡི་ས་ད་བའི་ཉིན་རྒྱབ་ནས་ཡོང་གི་ཡོད་པ་དང། འདི་བྲེ་མོས་བཤད་ཀྱི་འདུག་ཟེར་གཏན་མཁས་པ་ཡིན། དེ་མ་གཏོགས་ང་ཚོའི་གིས་ད་ལྟའི་ཨི་རན་གྱི་ཐོག་ལ་ད་དྲག་གནོན་ཤུགས་ཆེན་པོ་ཅིག་བྱས་པ་ཡིན་ན་དམག་ཆེན་གཉིས་པའི་རྗེས་ལ་ད་དམག་ཤུགས་ཆེ་ཤོས་དེ་ཆགས་ཀྱི་ཉེན་ཁ་ཡོད་བསྡད་པ་དང་ཨ་རི་གིས་ཡིན་ན་དམག་རྒྱག་གི་གྲ་སྒྲིག་ཨང་གསར་བྱས་བྱས། ད་གང་ལྟར་མིན་ད་ནང་ལོགས་ཡ་རྡེའུ་བླུགས་བྱས་ད་མཛུ་གུ་སྣེ་མེད་མ་གཏོགས་མེད་བསྡད་པ་དེ་འདྲའི་གི་ཐོག་ལ་བཞག་ཡོད། དེ་ནི་ང་དེ་བྱས་མེད་ཟེར་བ་ག་འདྲ་མི་མང་པོ་ཤི་ཡ་དང་གཏོར་སྐྱིན་མང་པོ་འགྲོ་ཡ། ནི་འཕྲོ་བརླག་མང་པོ་བྱས་འགྲོ་ཡ་ལ་ང་དགའ་བོ་མེད་ཟེར་གཞན་ཙང་ཁའི་ཁོ་རང་ཚོ་གིས་བཀའ་མོལ་གནང་ཡ་གི། ལས་ཀ་ཅིག་བྱས་ཡ་པ་ཡིན་ན་ངས་དེ་ལ་གོ་སྐབས་ཅིག་སྤྲི་གི་ཡིན་ཟེར་ང་མི་མང་པོ་ཤི་ཡ་ལ་འདོད་པ་བྱེད་ནུས་གི་མི་འདུག་ཟེར་བ་ག་འདྲ། གཞན་ཙང་ཁའི་ད་ལྟའི་ཨི་རན་གི་ད་སྐད་ཅིག་ཅིག་ཤི་ཡ་གི་འདི་བྱེད་ཀྱི་འདུག་ཟེར་ན་ང་ཚོ་དེ་ལ་རེ་བ་བསྐྱབས་ནས་བསྡད་ཡོད་ཟེར་མཁན་ཨི་བན་ནི་ཚོའི་དཔྱད་རེད་འདི་ཤག་ག་འདྲ་སྲིད་འཛིན་ཀྲམ་གྱི་ཤེས་ཡ་ཆེ་བ་ཕྱེ་ན་ཁ་སྔོན་ང་ཚོའི། ཁོ་རང་གི་གཟའ་སྤེན་པའི་ཉིན་མོ་ལ་སྤྲུལ་དྲ་རྒྱའི་ནང་ལོ་ཡ་ནི་ཀརྨ་དམག་མཚམས་ཞབས་ཡིན་ལ་བ་ན་ཞིག་གི་ཆེད་ནས་ད་ནི་ང་ཚོས་མུ་མཐུད་ནས་ཡིད་དུ་བྱས་ཡོད་ཟེར་བ་ད་ནི་དེའི་ནང་ལོ་ཡ་ད་ད་ནི་ཡུ་ཨེ་ཨི་དང་ཁ་ཏར་གྱིས་གཙོ་བོ་ད་ཡ་མ་འབྲེལ་བ་ཞིག་བྱེད་བསྡད་ཀྱི་ཡོད་པ Wall Street Journal གྱིས་བཀོད་ཆ་ག་འདྲ་གྲོས་མོལ་ཡོང་ཡ་གི་ཐོག་ལ་འབད་བརྩོན་ཅིག་བྱེད་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་སྦཱས་ཨར་གྷ་ཆི་གིས་སའུ་ཏི་ཨ་རི་བྷི་ཡ་དང་པ་ཀི་སི་ཐན་གྱི་ད་ལྟའི་འབྲེལ་ཚབ་པ་མཉམ་དུ་སྐད་ཆ་བཤད་བྱ་ལྟ་གང་དག་གྲོས་མོལ་དེ་དང་འབྲེལ་བའི་ཐོག་ནས་གཟའ་ཉི་མའི་དགོང་མོ་ཡང་བཀའ་མོལ་གནང་ཡོད་པའི་གནས་ཚུལ་བཅས་རེད་ཤག་ནི་བཀའ་མོལ་གནང་ཡ་དེ་ཡིན་ན་ད་ལྟའི་སའུ་ཏི་གི་རྒྱལ་སྲས་ཧྥེ་ཟལ་བིན་ཧྥ་རན། ཨལ་སུ་ཏཱ་ད་ནི་པ་ཀི་སི་ཐན་གྱི་དམག་སྤྱི་ཨ་སིམ་མུ་ནིར་མཉམ་དུ་སྐད་ཆ་བཤད། ཏེ་གྷ་ཟླ་ཕྱི་ཚུལ་ཉིན་རྩ་བཞིའི་ནང་ཚུད་ཡ་ཁོ་རང་ཚོས་གྲོས་མོལ་མགྱོགས་པོ་གཅིག་བྱས་ཀྱི། བཀའ་མོལ་ཡོང་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ཨི་རན་གྱི་བདེ་སྲུང་བློན་ཆེན། ཚབ་བྱས་ཏེ་ངས་གྷ་ཟླ་ད་སི་ཚབ་ལོག་རེད་བདེ་སྲུང་བློན་ཆེན་གྱི་ཚབ་ཀྱིས་བཤད་བྱས་པ་བྱས་ན་ཨ་རིས་ཀྱིས་སྐད་ཆ་ག་འདྲ་ཞིག་བཤད་པ་ཡིན་ན་ང་ཚོས་དེ་དཔེ་མི་སྲིད་ཀྱི་ཛ་དྲག་གླེང་གི་ཡོད་ཟེར་བ། ཁོ་ཚོས་ཀྱི་སྡིག་ར། བཏང་བཏང་དྲ་མིན་སྣ་ཚོགས་བཏང་གི་ཡོད་བ་རེད་ས་གང་དག་དམག་ཆེན་པོ་རྒྱག་གིན་ཕྱི་འཇུས་རྒྱག་གིན་ལབ་ཡང་དམག་རྒྱབ་དམག་བཀག་ཡོད་ལབ་ན་རེད་གང་དག་ཨ་རིག་གི་ལས་ཀ་ག་རེ་བྱེད་ན་ང་ཚོས་གི་དེ་ལྷོད་ཡང་བཅད་མ་འགྲོ་བའི་ཐོག་ནས་ནས་དེ་ལ་གདོང་ལེན་བྱེད་ཡ་དང་ཨ་ནི་ཁ་བཏད་གི་རྣམ་པ་ང་ཚོས་གི་དེ་བྱེད་གི་ཡོད་མ་འདུག་འཐུས་ཤོར་བཅད་འགྲོ་འུ་མེད་ཟེར་བ་གང་དག་སྡིག་ར་ག་འདྲ་ཞིག་བཏང་བས་ན་འདི་ང་ཚོས་གི་སྡིག་ར་རང་ལ་ངོས་འཛིན་བྱེད་གི་ཡིན་ལབ་ནི་བཤད་ཡོད་པའི་ནི་ཚོད་བཅད་རེད་དེ་ཤག་ད་ན་ཤེས། ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་བྷ་སི་ཨར་གྷ་ཆི་ཡིས་ཨ་རི་གིས་དམག་ག་འདྲ་ཞིག་རྒྱག་པས་ན་དེ་ལ་ང་ཚོས་ཀྱིས་གདོང་ལེན་འདྲ་འདྲ་བྱེད་ནི་རེད། འདི་གི་བརྡ་ལན་དེ་ང་ཚོས་སྤྲད་ཀྱི་རེད་ཟེར་ནས་འདི་སྨྱོན་ལ་འདུག་ས་ཟ་ཁང་ནང་བཤད་མྱོང་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་སྟག་ད་ལྟའི་ཨ་རིའི་གཞུང་ཚབ

ཉིན་མོ་ཡར་ལེན་ལེན་སྐྱེས་ཡོད་པའི་གནས་ཚུལ་བཅས་རེད་དེ་བཤད་ད་ལྟའི་ལད་དུ་མཚམས་ཁ་ནས་དམག་དེ་ཆེན་པོ་ཡུང་ཡ་ཡིན་པའི་རྣམ་པ་སྟོན་གྱི་ཡོད་བས་སོ་ད་གང་ལྟར་དམག་ཆེན་པོ་བརྒྱད་ཀྱི་གནས་ཚུལ་ཅིག་ད་ལན་རོ་སྤྲད་པ་ནི་མི་ཚང་མ་དེས་གུ་ཅག་རྒྱག་རོགས་ཡིན་ད་དངོས་སུ་ད་ལྟ་བར་དུ་དམག་དེ་འདྲས་ཀྱི་ཆེན་པོ་ཡང་བརྒྱབ་མེད་པ་ད་གང་ལྟར་སྲིད་འཛིན་ཀྲིམ་གྱི་ངང་སྒུག་ཐེངས་མ་གཉིས་གསུམ་བྱས་པའི་གནས་ཚུལ་བཅས་བྱུང་བ་རེད།